ཁང་ག་འབྲུག་ཐོག་ལོ་དར་མ་ཀ་ར་དབོན་གྱིས་གནང་བའི་སྐོར། འབྲི་གུ་སྤྱང་ཀི་མཆོག་གིས་ནང་པའི་གནས་ཆེན་གནས་ཡུལ་དུ་སྐྱོང་ཞེས་པའི་མཛད་འཕྲིན་གྱི་སྐོར། ཨ་ལྕེ་ནི་ཆེ་འབྲིང་ལང་དུ་དུ་ཕྱིན་པའི་རྐྱེན་གྱིས་རྒྱ་ནག་གིས་སློབ་ཕྲུག་མང་པོ་ཕྱིར་རྒྱ་ནག་ལ་ལོག་དགོས་བྱུང་ཞེས་པའི་སྐོར། བལ་ཡུལ་གྱི་སྲིད་བློན་གྱིས་བོད་དང་ཐའེ་ཝན་གཉིས་ནི་ཁ་བྲལ་ཐབས་མེད་པའི་རྒྱ་ནག་གི་ཆ་ཤས་རེད་ཅེས་བརྗོད་ཡོད་པའི་སྐོར། རྒྱ་ནག་གཞུང་གིས་ཡུ་གུར་གྱི་བུད་མེད་ཤེས་ཡོན་ཅན་ཞིག་ཚེ་བཙོན་འཕྲིན་ཐག་གཅོད་ཡོད་པས་རྒྱ་ནག་ཏུ་ཁང་སྟོང་ས་ཡ་བདུན་དང་ཚ་གཉིས། ཉོ་མཁན་མི་ནི་ལུས་ཡོད་པའི་སྐོར། ཐའེ་ཝན་གྱིས་རྒྱ་ནག་གི་བཙན་འཛུལ་འགོག་ཐབས་ཆེད་དུ་ཆུ་འོག་ཏུ་འགྲོ་ཐུབ་པའི་དམག་གི་གྲུ་གཟིངས་ཤིག་བཟོ་ཡོད་པའི་སྐོར་བཅས་ཀྱི་སྐོར་ལ་སྙན་སྒྲོན་ཞུ་རྒྱུ་ཡིན་པས་ཚང་མས་གསར་འགྱུར་མུ་མཐུད་དུ་གསན་གཟིགས་གནང་རོགས། སྤྱི་ཟླ་དགུ་པའི་ཚེས་ཉི་ཤུའི་དུས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། ཕ་ཡུལ་གྱི་བཀྲ་ཤིས་ལྗོངས་ཀྱི་གདན་ས་ཁམས་པ་འགའ་ཅི་བཤད་གྲྭ་གསར་པ་ཁང་དགའ་འབྲུག་མཐོ་ལོ་འདབ་མ་ཀ་ར་དབུ་འབྱེད་གནང་བ་དང་འབྲེལ་ཀློག་སྐྱོར་ཚིགས་བཅད་མ་བའི་ཆོས་འབྲེལ་བཀའ་དྲིན་བསྩལ་ཡོད་པ་དང། མཛད་སྒོའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་གཙོས་པའི་སྤྱི་འཐུས་རྣམ་པ། ཡིན་ཡང་ཕྱོགས་མཐའ་ཁག་ནས་ཕེབས་པའི་བླ་ཆེན་ནང་ཆོས་དབུས་པའི་དད་ལྡན་སེར་སྐྱ་མང་པོ་འདུས་འཛོམས་གནང་ཡོད་འདུག། སྐབས་དེར་གོང་ས་མཆོག་གིས་བོད་རྒྱ་ཆེ་མི་མང་གིས་ཆོས་དང་མི་རིགས་ཀྱི་ཞེན་ཁོག་སྙིང་སྟོབས་བཅས་ཀྱི་ཐོག་ནས་བོད་ཀྱི་ཆོས་དང་རིག་གཞུང་དུས་ད་ལྟ་བར་དུ་གནས་ཡོད་པ་དང། དེང་སང་བོད་ཙམ་དུ་མ་ཟད་རྒྱ་རིགས་དང་མཛངས་གླིང་དེའུའི་ཐོག་ནང་ཆོས་དང་འབྲེལ་བ་མེད་པའི་ཡུལ་གྲུ་ཁག་མང་པོ་ནས་ཚན་རིག་པ་སོགས་ཀྱི་དོ་སྣང་གསར་པ་ཞིག་སླེབས་ཀྱི་ཡོད་པའི་སྐོར་གསུངས་ཡོད་པ་དང། དེ་བཞིན་མགོ་བོ་གང་ཉིད་གཞོགས་པ་ལྔ་པོ་ཡང་བཞམས་པ་དང་བྱང་ཆུབ་ཀྱི་སེམས་དང། སྟོང་ཉིད་ཀྱི་ལྟ་བ་མྱང་ལེན་མྱང་གི་ཡོད་པ་དང། ཆོས་ཀྱི་གཉེན་པོ་བྱང་ཆུབ་ཀྱི་སེམས་དང་ཡང་དག་པའི་ལྟ་བ་དེ་ནི་ཧ་ཅང་གི་གལ་ཆེན་པོ་ཡོད་པའི་སྐོར་དང། ལུས་ལ་ཆོས་ཀུན་སྣང་སོ་བྱོན་ཞིང་བསླབ་པ་སོང་ཅིང་མྱང་ལེན་ཡག་པོ་བྱས་ནས་སེམས་ཞི་ཞིང་དུལ་བ་དང་ངག་འཇམ་པ་དེ་བཞིན་ལུང་དང་རིགས་པའི་ཐོག་ནས་འགྲེལ་བཤད་རྒྱག་རྒྱུ་ཡོད་པ་བཅས་ཚང་མས་ཧུར་ཐག་གནང་རོགས་སོགས་བཀའ་སློབ་བཀའ་དྲིན་བསྩལ་ཡོད་འདུག། སྤྱི་ཟླ་དགུ་པའི་ཚེས་ཉི་ཤུ་སོང་ནས་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་དགུ་བར་དུ་འབྲི་གུང་བཀའ་བརྒྱུད་དབུས་སྤྱི་བྱ་ཁང་གི་གོ་སྒྲིག་འོག་བཀའ་བརྒྱུད་བསྟན་པའི་མངའ་བདག་འབྲི་གུང་སྐྱབས་མགོན་ཁྱི་ཚང་རིན་པོ་ཆེ་མཆོག་གིས་གནས་ཡུལ་ནང་པའི་གནས་ཆེན་བསྟི་གནས་སུ་འབྲི་གུང་བཀའ་བརྒྱུད་པའི་སྐལ་ཟིན་ཆུ་དཀར་དབང་དུ་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་སོང་ནས་དངོས་སུ་བཀའ་དབང་དབུ་འཛུགས་གནང་ཡོད་པ་དང། དེ་བས་འཇིག་ནས་ཉིད་གསུངས་རིགས་མི་ལི་བའི་དབང་བསྐུར་དང་མི་ལི་བའི་བླ་སྒྲུབ་ཀྱི་ལུང། སྨན་བླ་ལོངས་སྐུ་ལྷ་ལྔ་བའི་དབང་ལུང་དང་མ་དཔེ་ཐུགས་དམ་གྱི་ལྷ་གསུམ་ལས་སྒྲུབ་རྐྱང་གི་དབང་མ་དཔེ་བླ་སྒྲུབ་དང་ཚོགས་གསོག་ཀྱི་མཇུག་ནི་ཐ་མ་གནས་ཡུལ་དུ་དགོངས་དྲུག་ཉིད་བཅུ་བཅས་ལས་དྲུག་ནང་རྒྱུག་ཡིན་འདུག་དཔྱད་རྒྱའི་ཁྲི་ཚབ་རྒྱ་ར་རིན་པོ་ཆེ་དང་སྒྲུབ་སྐུ་མཁས་ཆེན་ཉི་མ་རྒྱ་མཚོ་རིན་པོ་ཆེ་སྒྲུབ་དབང་ཉུག་པ་རིན་པོ་ཆེ་གནས་མཆོག་ལ་ཆེ་གདོན་འཛིན་དོན་གྲུབ་པཎ་ཏི་རིན་པོ་ཆེ་སོགས་འབྲི་གུང་བཀའ་བརྒྱུད་ཀྱི་མཆོག་སྤྲུལ་ནང་པ་དང་མཁན་པོ་ནང་པ། སྒྲུབ་དཔོན་ནང་པ་དང་སློབ་དཔོན་ནང་པ་སོགས་འབྲི་གུང་བཀའ་བརྒྱུད་ཀྱི་གནད་ཡོད་མི་སྣ་ཉིས་བརྒྱ་ལྷག་ཙམ་འདུས་ཡོད་ཅིང་དེ་བཞིན་རྙིང་མང་དང་སྒྲུབ་པ་བཀའ་བརྒྱུད་སྟག་ལུང་བཀའ་བརྒྱུད་སོགས་ཀྱི་ཅང་ཨམ་གནད་ཡོད་མི་སྣ་གང་མང་ཞིག་ཕེབས་ཡོད་འདུག། ཕྱི་ཚེས་ཉི་ཤུ་སོང་ཉིན་རྒྱ་གར་གྱི་ཝུ་ཡོན་གསར་ཁང་གི་གནས་ཚུལ་སྤེལ་གསལ་ལ་ལྟ་ན། ད་ཆ་འཛམ་གླིང་ནང་དཔལ་འབྱོར་གྱི་སྟོབས་ཤུགས་ཆེ་ཤོས་ཀྱི་རྒྱལ་ཁབ་ཨ་རྒྱ་གཉིས་ཀྱི་དབར་འབྲེལ་ལམ་སྡུག་ཏུ་ཕྱིན་ནས། ཨ་རི་ནང་ཡོད་པའི་ཨ་རི་བའི་མཐོ་སློབ་ཁག་ནས་ཐོན་པའི་རྒྱ་རིགས་ཀྱི་སློབ་མ་མང་པོ་རྣམས་ཕྱིར་རྒྱ་ནག་ལ་ལོག་དགོས་བྱུང་ཞིག་ཡོད་འདུག The Bloomingburg ཟུར་གྱིས་གོ་ལའི་དཔལ་འབྱོར་གྱི་ཚགས་ཤོག་ཐོག་ཏུ་སྙན་ཐོ་ཞིག་ཐོན་ཡོད་པའི་ནང་དུ། ད་ཆ་རྒྱ་མི་བའི་སློབ་མ་མང་པོ་ཞིག་ཨ་རི་ནང་དང་འདྲ་བྱེད་ཀྱི་ཡོད་པའི་རྐྱེན་གྱིས་ཕྱིར་རྒྱ་ནག་ལ་ལོག་མཁན་སྔར་ལས་མང་དུ་འགྲོ་ཞུས་པ་དང། སྤྱི་ལོ་ཉི་ཤུ་རྩ་གཉིས་ནང་ཆེས་རྒྱ་ནག་ལ་ལོག་མཁན་གྱི་བརྒྱ་ཆ་ནི་དྲུག་ཚ་རྒྱུན་བྱུང་ནས་སྤྱི་ལོ་ཉི་ཤུ་ཉི་ཤུ་རྩ་གཅིག་ལས་དུ་མང་དུ་ཕྱིན་ཡོད་འདུག་སྤྱི་ལོ་ཉིས་སྟོང་བཅུ་དགུ་ནང་ཨ་རི་བའི་ཐོ་ལོ་ནས་ཐོན་རྗེས་ཆེས་རྒྱ་ནག་ལ་ལོག་མཁན་གྱི་སློབ་མ་ཁྱོན་ལྔ་པོ་བརྒྱད་ཁྲི་བྱུང་ཡོད་འདུག་ལ་ཨ་རྒྱ་གཉིས་བར་གྱི་འགྲན་ལམ་སྡུག་ཏུ་ཕྱིན་པར་བརྟེན་ད་ཆ་ཨ་རི་བས་དངོས་ཟོག་རྒྱ་ནག་ནང་བཟོ་སྐྲུན་བྱེད་རྒྱུ་ཉུང་དུ་གཏོང་བཞིན་ཡོད་པ་དང་དེ་བཞིན་ཨ་རི་བའི་མཐུན་སྦྱོར་རྒྱལ་ཁབ་དག་གིས་ཀྱང་རྒྱ་ནག་དང་རྒྱང་ཐག་རིང་དུ་གཏོང་བཞིན་ཡོད་འདུག། རྒྱ་ནག་ལ་ཆ་མཚོན་ན་ཕྱི་ཕྱོགས་སུ་གནས་ཚུལ་རེ་མི་ཤོར་བའི་ཆེད་དུ་དང་སྒྲ་ཆེན་པོ་གཅིག་ཞུས་པའི་སྐབས་འདིར། ཨ་རི་ནང་ཡོད་པའི་རྒྱ་ནག་གི་ཤེས་ཡོན་ཅན་དང་སློབ་མ་རྣམས་ལ་ཨ་རི་གཞུང་གིས་འཕྲུལ་རིག་དང་འབྲེལ་བའི་གསང་བ་རྐུ་མ་ཤོར་གྱི་འདུག་ཅེས་བརྗོད་ནས་དང་སྒྲ་ཆེན་པོ་གཅིག་ཞུས་འདུག་དཔལ་འབྱོར་གྱི་སྟོབས་ཤུགས་ཆེ་ཤོས་ཀྱི་རྒྱ་ཁུ་ནི་བར་རྒྱལ་ལངས་རྡུལ་དུ་ཕྱིན་པའི་རྐྱེན་གྱིས་ཕུགས་བསམ་འདས་པའི་རྒྱ་རི་བའི་སློབ་མ་མང་པོ་ཞིག་གི་རེ་བ་བརླགས་པ་དང་ཐོངས་མཆན་མ་རག་ནས་ཕྱི་ཕྱོགས་སུ་སློབ་སྦྱོང་བྱེད་དུ་འགྲོ་རྒྱུ་བའི་གོ་སྐབས་ཤོར་བ་དང། རྒྱ་ནག་ནང་ལས་མེད་ཀྱི་དཀའ་ངལ་བཟོ་ཆེད་ད་ཆ་རྒྱ་ནག་གི་གཞོན་སྐྱེས་རྣམས་ལ་དཀའ་ངལ་ཆེན་པོ་འཕྲད་བཞིན་ཡོད་པ་གནས་ཚུལ་དེ་བས་ནང་ཐོན་འདུག་རྒྱ་ནག་གཞུང་གིས་དང་བསྒྲགས་དང་བཀག་སྡོམ་བྱེད་བཞིན་པའི་རྐྱེན་གྱིས། སྤྱི་ཚོགས་ནང་དཔལ་འབྱོར་སྤྱི་སྙོམས་མི་ཡོང་བ་དང་སྤྱི་ཚོགས་ཁྲོད་དཔལ་འབྱོར་འཁོར་སྐྱོད་ཉམས་རྒུད་དུ་འགྲོ་བཞིན་ཡོད་པ་བཅས་ཀྱི་བརྗོད་འདུག། ཨ་རི་དང་ཨ་རི་བའི་མཐུན་སྦྱོར་རྒྱལ་ཁབ་རྣམས་ཀྱི་ལ་མཚོན་ན་རྒྱ་ནག་ནི་ན་གཞོན་ཤེས་ཡོན་གྱིས་གང་མང་ཡོང་མི་ཐུབ་པ་ནི་རྒྱལ་ཁབ་དེ་དག་གི་དཔལ་འབྱོར་ཡར་རྒྱས་ལ་གྱོང་གུད་ཆེན་པོ་ཡིན་པར་བརྗོད་འདུག་ཟླ་དེའི་ཚེས་ཉི་ཤུ་དྲུག་ཉིན་གསར་འགྱུར་བརྒྱུད་ལམ་ཁག་ཏུ་གནས་ཚུལ་སྤེལ་གསལ་ལ་ལྟ་ན། ཟླ་དེའི་ཚེས་ཉི་ཤུ་གསུམ་ཉིན་དགོང་མོ། ཨེ་ཤེ་ཡའི་ལུས་རྩལ་འགྲན་ཚོགས་སྐབས་བཅུ་དགུ་པ་དེ་རྒྱ་ནག་གི་ཀྲེ་ཅང་ཞིང་ཆེན་ཧན་ཀྲུའུ་གྲོང་ཁྱེར་དུ་གཟབ་རྒྱས་ངང་འགོ་བཙུགས་ཡོད་པ་དང་སྐབས་དེར་དབུ་འབྱེད་མཛད་སྒོའི་ཐོག་བལ་ཡུལ་གྱི་སྲིད་བློན་གཙོས་པའི་ཨེ་ཤི་ཡའི་རྒྱལ་ཁབ་ཁག་ཅིག་གི་དབུ་ཁྲིད་ཚོ་མཉམ་ཞུགས་ཡང་བྱས་ཡོད་འདུག་ཐེངས་འདི་བའི་མཛད་སྒོ་བའི་ཟུར་དུ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་བལ་ཡུལ་གྱི་སྲིད་བློན་པུར་ཆཱན་ཏི་གཉིས་ཐུག་འཕྲད་བྱས་ཡོད་པ་དང། བལ་ཡུལ་དང་རྒྱ་ནག་བར་གྲོས་མཐུན་དོན་ཚན་བཅུ་གཉིས་ལ་མིང་རྟགས་བཀོད་ཡོད་འདུག་དོན་ཚན་དེ་དག་ལས་བལ་ཡུལ་གྱི་སྲིད་བློན་གྱིས་འཕྲོད་བསྟེན་དང་ཞིང་ལས་ཤེས་ཡོན་སོགས་ཀྱི་ཐོག་ལ་རྒྱ་ནག་ཕྱོགས་ནས་རང་རང་ཡུལ་དབུས་རིང་པོ་ཞུ་རྒྱུ་ཡོད་པ་མ་ཟད། ཁོས་བོད་དང་ཐའེ་ཝན་ནི་ནི་ཁ་བྲལ་ཐབས་མེད་པའི་རྒྱ་ནག་གི་ཆ་ཤས་རེད་ཅེས་བརྗོད་པ་དང། སྟོབས་ཤུགས་གང་རུང་གིས་རྒྱ་ནག་གི་བདག་དབང་དང་བདེ་འཇགས་ལ་གཏོར་བརླག་བྱེད་བཅུག་གི་མིན་ཅེས་བརྗོད་པ་མ་ཟད། བལ་ཡུལ་གྱི་སྲིད་བློན་གྱིས་བོད་ཀྱི་གནད་དོན་ནི་རྒྱ་ནག་ནག་ལུགས་ཀྱི་གནད་དོན་ཞིག་ཡིན་པས། བལ་ཡུལ་གྱི་ས་ཐོག་ཏུ་ཁ་བྲལ་རིང་ལུགས་པའི་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་ནམ་ཡང་སྤེལ་བཅུག་གི་མིན་ཞེས་བརྗོད་ཡོད་འདུག་ཕྱི་ཚེས་ཉི་ཤུ་བཞི་ཉིན་རྒྱལ་སྤྱིའི་གསར་ལམ་ཁག་ཏུ་གནས་ཚུལ་ཐོན་གསལ་ལ་ལྟ་ན། ཡུ་གུར་གྱི་བུད་མེད་རཱ་ཧིལ་དི་ཝ་ཏི་སུའུ་ཀིས་བུད་མེད་ཤེས་ཡོན་ཅན་འདི་སྤྱི་ལོ་ཉིས་སྟོང་བཅོ་བརྒྱད་སྔོན་ནས་རྒྱ་ནག་གཞུང་གིས་འཛིན་བཟུང་བྱས་པ་དང་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་མོ་བཙོན་འཇུག་བྱས་པ་དེ་ཁྲིམས་གཏུག་བྱས་ཡོད་ཀྱང་ད་བར་ཁྲིམས་ཐག་གཅོད་རོགས་མ་བྱས་ནས་ད་ལྟ་བར་ལྷག་ཡོད་འདུག་ཟླ་བ་སྔོན་མར་མོ་ཝེ་ཁྲིམས་གཏུག་ཤོར་ནས་ཚེ་བཙོན་གྱི་འཕྲིན་ཆས་ཕོག་ཡོད་པ་ཨ་རིའི་ནང་རྟེན་གཞི་བྱས་པའི Drew Hill Foundation སུའུ་ཀི་རང་དབང་འཐབ་རྩོད་པའི་གི་ཚོགས་པ་དེས་བརྗོད་འདུག་ད་ལྟ་རང་ལོ་ལྔ་བཅུ་ང་བདུན་ཡིན་པའི་བུད་མེད་དེ་བས་རྒྱ་ནག་གཞུང་གིས་ཁ་ཆེ་ཡུ་གུར་མི་རིགས་ལ་ཁྲིན་ཀེ་ཀྱི་བྱ་སྤྱོད་རིགས་བེད་ཀྱིས་འདུག་ཅེས་སྐྱོན་བརྗོད་བྱས་པ་ལ་བརྟེན་རྒྱ་ནག་གཞུང་གིས་མོས་རྒྱ་ཁབ་ཀྱི་བདེ་འཇགས་ལ་གནོད་འཚེ་གཏོང་གི་འདུག་ཟེར་ནས་བཙོན་འཇུག་བྱས་ཡོད་འདུག་འགྲོ་མིའི་ཐོབ་ཐང་ཚོགས་པ་ཁག་གིས་བརྗོད་དོན་ལ། ལོ་ཁ་ཤས་སྔོན་ནས་རྒྱ་ནག་གཞུང་གིས་ཁ་ཆེ་མི་རིགས་ས་ཡ་འགའ་ཤས་ཀྱི་ལག་ཤེས་སྦྱོང་བརྡར་བྱེད་ཀྱི་ཡོད་ཟེར་ནས་བཙོན་འཇུག་བྱས་ཡོད་པ་བརྗོད་འདུག Ju Hill Foundation ཟེར་བའི་ཚོགས་པ་དེ་བས། རྒྱ་ནག་གཞུང་ནས་ཁོང་མོ་གང་མགྱོགས་གློད་ནས་ཆེས་མོས་ལྷོ་འཛོམས་ཡོང་ཐུབ་པ་ཞིག་བྱེད་དགོས་ཆེད་བརྗོད་བརྗོད་འདུག་ཁོང་མོ་འཛིན་བཟུང་མ་བྱས་སྔོན་དུ། Xinjiang University College of the Humanities ཟེར་བའི་གི་མཐོ་སློབ་ཏུ་ཡུ་གུར་མི་རིགས་ཀྱི་རིག་གཞུང་སྐོར་སློབ་ཁྲིད་བྱེད་ཀྱི་ཡོད་འདུག་ཁོང་མོ་ཡུ་གུར་མི་རིགས་ཀྱི་རིག་གཞུང་ཐོག་མཁས་དབང་ཡིན་འདུག་པར་བརྟེན་ཨ་རི་དང་དབྱིན་ཡུལ་གཙོས་པའི་མཐོ་སློབ་གྲགས་ཆེན Harvard དང Cambridge མཐོ་སློབ་དེ་དག་ནང་གཏམ་བཤད་གང་མང་སྤེལ་མྱོང་ཡོད་འདུག་ལ Druhan Foundation ཟེར་བའི་གི་ཚོགས་པ་དེའི་བརྗོད་དོན་ལ་ཁོང་མོ་གཙོས་པའི་ཁ་ཆེ་ཡུ་གུར་མི་རིགས་ཀྱི་ཤེས་ཡོན་པ་མང་པོ་ཞིག་སྤྱི་ལོ་ཉིས་སྟོང་བཅུ་དྲུག་ནས་འཛིན་བཟུང་བྱས་ཡོད་པ་བརྗོད་འདུག་ཟླ་དེའི་ཚེས་ཉི་ཤུ་སྔ་ཉིན་རྒྱལ་སྤྱིའི་ས་མཆོད་བརྒྱུད་ལམ་ཁག་ཏུ་གནས་ཚུལ་སྤེལ་གསལ་ལ་ལྟ་ན་རྒྱ་ནག་ནི་མཛངས་ལས་ཐོག་ཏུ་མི་འབོར་མང་ཤོས་གཉིས་སྤེལ་བའི་རྒྱལ་ཁུལ་ཆགས་ཡོད་ན་ཡང་ད་ལྟའི་བའི་ཆར་རྒྱ་ནག་ཏུ་མི་གྲངས་ཐེར་འབུམ་སོང་ཤོང་བའི་ཁང་སྟོང་མང་པོ་ཉོ་མཁན་མེད་ནས་ལུས་ཡོད་པའི་གནས་ཚུལ་ཐོན་འདུག་རྒྱ་ནག་ལ་མི་འབོར་ཐེར་འབུམ་སྤྱིའི་ཚགས་ཤིག་ཡོད་ཅིང་མཛངས་ལས་ཐོག་ཏུ་མི་འབོར་མང་ཤོས་ཀྱི་རྒྱ་ཁུལ་གཉིས་པ་དེ་ཆགས་ཀྱི་ཡོད་ཡོད་ཀྱང་རྒྱ་ནག་གི་ས་ཁུལ་གང་སར་ཁང་ཏོག་ཁྲི་འབོར་མང་པོ་ཉོ་མཁན་མེད་པར་བེད་མེད་དུ་ལྷག་བཞིན་ཡོད་འདུག་རྒྱ་ནག་གི་སྦྲང་རྩི་ལས་ཁུངས་ཀྱི་འགན་འཛིན་གཞོན་པ་སུ་པར་ཧི་ཁན་གྱིས་བརྗོད་གསལ་ལྟར་ན། ཆེད་ལས་ཁེ་ཕན་མི་འདྲ་བས་རྒྱ་ནག་ནང་ཁང་ཏོག་གི་གྲངས་ཐོ་མི་འདྲ་བ་སྤྲོད་ཀྱི་ཡོད་ཀྱང། སྐད་ཆ་ཐལ་ཆེ་ཙམ་བཤད་ན། རྒྱ་ནག་གི་ཁང་ཏོག་དེ་དག་གི་ནང་མི་འབོར་ཐེར་འབུམ་གསུམ་ཤོང་ཐུབ་ཀྱི་རེད་ཅེས་བརྗོད་ཡོད་འདུག་རྒྱ་ནག་གི་སྦྲང་རྩི་ལས་ཁུངས་ཀྱི་གྲངས་ཐོ་ཞིབ་གསོ་བྱས་ན། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བརྒྱད་པའི་ཟླ་མཇུག་བར་ཁང་པ་བཙོང་ས་མེད་པའི་སྤྱི་བོའི་འཛུགས་སྐྲུན་གྱི་རྒྱ་ཁྱོན་རྨིད་གྲུ་བཞི་མ་ས་ཡ་དྲུག་བརྒྱ་བཞི་ཅུ་ཞེ་གཅིག་ཟིན་ཞིང་ཁང་པ་རེའི་ཆ་སྙོམས་རྨིད་ངོས་གྲུ་བཞི་མ་དགུ་བཅུ་རེ་ཡོད་པ་རྩིས་བརྒྱབ་ན་རྒྱ་ནག་གི་བཙོང་རྒྱུ་ལྷག་ཡོད་པའི་ཁང་སྟོང་གྲངས་ས་ཡ་བདུན་ཚ་རྙིང་ཟིན་རྒྱུ་ཡོད་འདུག་ལྷག་པར་དུ་སྤྱི་ལོ་ཉིས་སྟོང་བཅུ་དྲུག་ནས་བཟུང་རྒྱ་ནག་ནང་མི་སྟོང་ཕྲག་མང་པོའི་ཁང་པ་ཉོས་ཡོད་ཀྱང་ཁང་པའི་འཛུགས་སྐྲུན་གྱི་ལས་གཞི་ཁག་ད་དུང་ཡང་ཚར་མེད་པ་རེད་འདུག་ལ། ཉོས་ཟིན་པའི་ཁང་སྟོང་དེ་དག་ནི་གང་གི་གྲངས་ཐོའི་ནང་ཚུད་མེད་པ་རེད་ཅེས་བརྗོད་འདུག་འདས་པའི་ལོ་མང་རིང་ཁང་ཚོང་གི་ལས་གཞི་དེ་དག་ནི་རྒྱ་ནག་གི་དཔལ་འབྱོར་གྱི་ཀ་བ་ལྟ་བུར་གྱུར་ཡོད་ཀྱང་ད་ལྟའི་བའི་ཆར་དཀའ་ངལ་ཆེ་ཤོས་འཕྲད་ས་ཞིག་ཏུ་འགྱུར་བཞིན་ཡོད་པའི་གནས་ཚུལ་ཐོན་འདུག་རྒྱ་ནག་གིས་གང་མགྱོགས་ཐའེ་ཝན་ལ་བཙན་འཛུལ་བྱེད་སྲིད་པའི་ཉེན་ཁ་མཐོང་བཞིན་པའི་སྐབས་འདིར། ཐའེ་ཝན་གྱིས་ད་ལྟའི་ཆར་རྒྱ་ནག་གི་བཙན་འཛུལ་འགོག་ཐབས་དང་བདེ་སྲུང་སྲ་བརྟན་ཡོང་ཆེད་མཚོ་བོད་དུ་རྒྱུན་གནས་ཐུབ་ཅིང་མཚོ་བོད་ནི་ཏོག་གི་དུང་བའི་དབྱིན་སྐད་ནང་སཱ་མཱ་རི་སི་ཝི་དམག་གི་གྲུ་གཟིངས་བྱ་ཆེད་དུ་བཟོས་ཡོད་འདུག་ཕྱི་ཚེས་ཉི་ཤུ་རྗེས་ནས་བྷི་བྷི་སི་གསར་ཁང་གིས་གནས་ཚུལ་སྤེལ་གསལ་ལ་ལྟ་ན། གཟའ་མིག་མ་ནི་ཐའེ་ཝན་གྱི་སྲིད་འཛིན་ཚའེ་ཨེན་ཝན་གྱིས་ཐའེ་ཝན་གྱི་གྲོང་ཁྱེར་ཁའོ་སིའི་ནང་དུ་གྲུ་གཟིངས་འདི་དབུ་འབྱེད་བྱས་ཡོད་འདུག་ཨ་རི་གཞུང་གི་ངོས་ནས་ཐའེ་ཝན་ལ་རྒྱ་ནག་གིས་ལོ་འགའ་ཤས་ནང་དུ་བཙན་འཛུལ་གྱིས་སྲིད་པའི་བརྗོད་ཡོད་པ་ལྟར། ད་ལྟའི་བའི་ཆར་ཐའེ་ཝན་གྱིས་རང་གི་བདེ་སྲུང་ས་སྟེགས་ཡོང་ཆེད་དམག་གི་གྲུ་གཟིངས་ཤིག་བཟོས་ཡོད་འདུག་ཐའེ་ཝན་ལྟ་བུ་ཆ་མཚོན་ན་ད་ལྟའི་བའི་ཆར་གཞུང་འཛིན་མང་གཙོ་ཡར་ཐོན་ཚོགས་པས་ཐའེ་ཝན་གྱི་རང་བཙན་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་པ་དང་རྒྱ་ནག་གཞུང་གིས་ཐའེ་ཝན་གྱིས་རང་བཙན་རྩོད་པ་དང། རྒྱ་ཁེ་གཞན་གྱིས་ཐའེ་ཝན་གྱི་རང་བཙན་ལ་རྒྱབ་སྐྱོར་བྱེད་པ་སོགས་བྱེད་མི་ཆོག་པའི་ནན་བརྡ་ཡང་ཡང་གཏང་གི་ཡོད་པའི་སྐབས་འདིར། ཐའེ་ཝན་གྱི་བདེ་སྲུང་ཆེད་དུ་ཨ་རི་གཙོས་པའི་རྒྱ་ཁེ་གཞན་ནས་གོ་ཚོད་མང་པོ་ཉོས་པ་དང་རང་གིས་བཟོ་པ་སོགས་བྱས་ནས་བདེ་སྲུང་གི་ནུས་པ་སྲ་བརྟན་ཡོང་ཐབས་བྱེད་བཞིན་ཡོད་འདུག་དབུ་འབྱེད་མཛད་སྒོའི་སྐབས་སུ་སྲིད་འཛིན་ཚའེ་ཝན་གྱིས་བརྗོད་དོན་ལ་དེ་རིང་གི་ཉིན་མོ་ནི་ཐའེ་ཝན་གྱི་ལོ་རྒྱུས་ནང་བརྗེད་ཐབས་མེད་པའི་དགའ་འོས་པའི་ཉིན་མོ་ཞིག་རེད་ཅེས་བརྗོད་འདུག་ལ། དེ་སྔོན་འདི་ལྟ་བུ་དམག་གི་ཇུས་ཟིན་ཞིག་བཟོ་བ་ནི་ཡོང་མི་སྲིད་པ་ལྟ་བུ་རེད་སྙམ་ཡང། ད་ལྟ་མི་སྲིད་པར་དུ་སྲིད་པར་འགྱུར་སོང་ཞེས་བརྗོད་ཡོད་འདུག་སྲིང་མོ་ལྷན་རྒྱས་བདུན་དུ་བའི་གལ་ཆེའི་གསར་འགྱུར་ཕྱོགས་བསྡུས་ལེ་ཚན་འདི་ག་མཇུག་སྒྲིལ་བ་ཡིན་གལ་ཏེ་ལྷན་རྒྱས་ནས་བོད་དང་རྒྱལ་སྤྱི་དབུས་གསར་འགྱུར་བརྗིད་པ་ཁག་གསན་གཟིགས་གནང་འདོད་ཡོད་ཚེ། ང་ཚོའི་བའི་ངོ་དེབ་དང YouTube དེ་བཞིན Instagram བཅས་ཀྱི་ཐོག་ལ་བོད་ཀྱི་བང་ཆེན་འམ་ཡང་ན Tibet Express དྲ་ཚིགས་ཐོག་ནས་གསན་གཟིགས་གནང་རྒྱུ་ཡོད་པས་འདི་དུས་ལྷན་རྒྱས་ནས་དགོངས་འཇགས་གནང་རོགས། ང་ཚོས་ཐེངས་རྗེས་མའི་ལེ་ཚན་ནང་ཡང་བསྐྱར་བསྐྱར་དུ་མཇལ་ཡོང་བཀའ་དྲིན་ཆེ།